དགོངས་པ་རྫོགས་ནས། ཟླ་བ་གཉིས་ཚེ་ཞིང་འབྲོག་གི་འདུག་ད་ནི་དེའི་བརྒྱུད་རིམ་དེ་ལ་ང་རང་གི་བསམ་བློ་ལ་ད་མི་མང་པོ་ཞིག་གིས་འབྲེལ་བ་ཆགས་བསྡད་དུས་ལ། ཨ་ནི་མི་མང་པོ་ཅིག་གིས། ཁོ་རང་ལ་དེ་གནང་གི་རེད་བསམས་སོང། སྐབས་རེར་གནས་ཚུལ་མང་པོ་ཅིག་དང་འབྲེལ་བ་ཆགས་བསྡད་དུས་ལ། ཁོ་ཚོས་འགྱོད་བཤགས་དང་དེ་འདྲས་ཀྱི་ཐོག་ནས་ཨ་ནི། ད་ཁོ་རང་ལ་གདུང་སེམས་མཉམ་སྐྱེད་དེ་འདྲས་ཡོང་གི་རེད་བསམས་སོང། ད་ཡིན་ནས་དེ་འདྲས་གང་ཡང་བྱུང་མ་སོང། ད་ཁོ་རང་ལ་གར་སེམས་རོ་ཡ་གལ་ཆེ་ཤོས་དེ་ཨ་ནི་ཁོ་རང་གི། ཨ་ནི་འཐབ་གྲོགས་གཅིག་པ་ཨ་ནི་བཙོན་ཟུར་གཅིག་པ་དེ་ཁ་ཤས་ཅིག་ཡིན་ད་ཁོ་རང་ཚོ་ཧུར་ཐག་བར་ཐག་གནང་ཆེད་ཨ་ནི་དེ་ཚོའི་ད་དེ་ཚོ་ཚང་མ་ཡག་པོ་ཞེ་དྲག་ཁོ་རང་ཚོ་གིས་དེ་གནང་སོང་ཨ་ནི་དེ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན། ད་དེ་རིང་ངས་ཐུན་ཡས་འདི་ལ་ཨ་ནི་ངའི་གི་སྐད་ཆ་གི་ཚིག་ཡག་ལུས་ལ་མ་བལྟས་པ་ལ་དོན་གི་སྙིང་པོ་ག་རེ་བཤད་འདོད་པ་དེ་ཨ་ནི་རྣམ་པ་ཚོགས་ཀྱི་དེ་ཐོག་ལ་དོ་སྣང་གནང་རོགས་གནང་ཞུ་གི་ཡིན། དེ་རིང་ངས་ག་རེ་གཙོ་ཆེ་ཤོས་དེ་ད་ལྟ་བྱ་དོར་ཕུན་ཚོགས་དབང་ཕྱུག་ཟེར་གི་གང་ཟག་འདི། ག་རེད། དེ་གཙོ་ཆེ་ཤོས་ང་ཚོས་ངོས་འཛིན་ཡག་པོ་བྱེད་མ་ཐུབ་པའི་རྐྱེན་གྱིས་ཨ་ནི་གནས་ཚུལ་འདི་འདྲས། ཁོ་རང། དེ་འདྲས་ཀྱི་དཀའ་ངལ་མང་པོ་ཞུ་ཅིག་འཕྲད་པ་རེད། ཐོག་མར་དེ་ལ་ཁོ་རང། བོད་ནང་ལ་བསྡད་དུས། ཨ་ནི། ཁོ་རང་དྲང་བདེན་གྱི། སྐྱེ་བོ་དམ་པ་ཅིག་ཡིན་དུས་ལ་ཨ་ནི་རྒྱ་ནག་གི་སྲིད་ཇུས་ཐོག་ལ་ཁོ་རང་གི་ངོས་སྐུལ་དང་དེ་འདྲས་གནང་བྱས་ནས་ཨ་ནི་བཙོན་ཁང་ལ་ཚུད་བཙོན་ཁང་ལ་དངོས་གནས་དྲང་གནས་ཀྱི་སྡུག་པོ་བས་ཏེ་མི་ཡུལ་ལ་ང་རང་ཚོ་ནམ་རྒྱུན་བཤད་དགོས་པ་སྡུག་པོ་མི་ཡུལ་ལ་མེད་པ་ཉེན་སྐམ་ལ་མེད་པ་དེ་འདྲས་ཀྱི་དཀའ་ངལ་དེ་འདྲས་རབ་དང་རིམ་པ་ཉེས་རྟགས་མང་པོ་བསྲེགས་ཨ་ནི་དེ་ཙམ་མ་ཚད་བས་ཏེ་ཁོ་རང་ང་ལ་ཐོག་མར་ཐུག་དུས་ལ། ཁོ་རང་གིས་ང་ལ་གསུངས་མྱོང་ཡོད། བཙོན་ཁང་ནང་ལ་ཐེངས་མ། གཉིས་གསུམ་དེ་འདྲས་ཁོ་རང་གཞིས་ཡས་ཀྱི་ཐབས་ཤེས་བྱས་བཞག། དེ་ནས་ཡིན་ནས་ཡང་ཨ་ནེ་ཁོ་ཚོ་སྐྱོབ་བྱས་ནས་དེ་འདྲས་ཁོ་རང་གཞིས་བྱོན་མི་འདུག་ཨ། དེ་འདྲས་ཀྱི་གནས་སྟངས་ཅིག་རེད།

ལྟ། དེ་ལ་ང་རང་ཚོ་གི་སྐྱོབ་གསོ་བྱེད་སྐྱབས་མགོན ྋགོང་ས་སྐུ་མགྲོན་བཅུ་བཞི་པ་མཆོག་གིས་ཨ་ནི་ད་དེ་ལ་སྒྲིག་འཛུགས་ཕུལ་དུ་བྱུང་བའི་གི་སྒྲིག་འཛུགས་ཤི་ཚུགས་བྱས་ནས་འཛམ་གླིང་ཀུན་ལ་ད་ཅིག་རླབས་ཆེན་གྱི་སྐྱེ་བ་དམ་པོ་དེ་འདྲ་སྐྱེས་བུ་དམ་པོ་དེ་འདྲས་ཅིག་ཞུ་བའི་རྐྱེན་གྱིས་ཁོ་ཚོའི་གི་བློས་དད་བཅས་ས་འདི་ལ་ད་དེའི་ནང་དུ་ཁོ་རང་དེའི་པང་དུ་སླེབས་སུ་བསམ་པའི་གི་ཚོར་སྣང་ཅིག་ལས་ནི་བན་དེ་གཅིག་སེམས་ཁམས་ལ་བན་ཧ་ལམ་བདེ་བ་འགྲོ་ཅིག་ཐོབ་པ་རེད་བན་ཡུལ་ཕེབས་པའི་སྐབས་ལ་ཁོ་རང་དེ་འདྲས་གི་གཉེན་གི་ཕྱོགས་ལ་ཕེ་ནི

ད་ཁོ་རང་ཕྱག་འབུལ་མི་ཐུབ་པའི་གནས་སྟངས་བྱུང་བྱས་ནས་ཨ་ནི་རྡ་རམ་སར་ཕེབས། ད་རྡ་རམ་ས་ལ་ད་ང་ཚོ་ཆབ་སྲིད་བཙོན་ཟུར་ཡོངས་སུ་རྫོགས་པའི་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་འདི་ལ་དངོས་གནས་དྲང་གནས་ཀྱི་བློས་འདས་ཡིད་ཆེས་རྦད་དེ་དེ་འདྲས་ཀྱི་ཐོག་ནས་བི་ཡས་ད་མཐོང་ཆུང་བྱས་བྱས་ནས་རྒྱ་མིའི་མེ་མདའི་མེ་མདའ་དང་འདྲེས། དེ་གའི་དགེ་འདུན་ལ་ཕྱོགས་ནས་ཁོ་ཚོའི་དཀའ་ལས་རྒྱོབ་རེ་བ། དེ་ཡིན་དུས་ང་རྡ་རམ་ས་ལ་ཕེབས་ནས་ཨ་ནེ་ཁོ་རང་ལ་ད་ག་རེ་བྱུང་ཡོད་རེད་ཟེར་ཏེ་རྒྱུ་མཚན་དེ་རེད་ད་ཆབ་སྲིད་བཙོན་ཟུར་དེའི་གི་གནས་སྟངས་དེ། རྡ་རམ་ས་ལ་ཕེབས་ནས་ཨ་ནེ་ཁོ་རང་གིས་སྟབས་བདེ་བྱས་པ་རེད། རྡ་རམ་སར་ཕེབས་པའི་བརྒྱུད་རིམ་ནང་ནས་ད་དགུ་བཅུ་གསུམ་ཚོགས་པའི་དྲུང་ཆེ་གནང་བ་རེད། ཆབ་སྲིད་བཙོན་ཟུར་ཡོངས་སུ་རྫོགས་པ་ལ་འབྲེལ་བ་ཡག་པོ་བྱ་ཡས། དེ་འདྲའི་གང་ཅིའི་ཐད་ལ་ཡག་པོ་ཞེ་དྲག་བྱུང་ཡོད་རེད། ད་ཡིན་པ་ཡིན་ནས་ད་རྐྱེན་སེལ་འགྲོ་དེ་འདྲས་ཅིག་འཕྲད་པ་རེད། ཧོར་ཚང་འཇིགས་མེད་གཙོ་བོ་བྱས་པའི

སྐུ་མདུན་ལ་ཟུར་ཟ་བྱས་བྱས་ནས་འཚོ་བ་སྐྱེལ་ཡོད་རེད་ཟེར་དེ་འདྲས་ཀྱི་དེ་བྱུང་གི་རེད། དེ་བྱུང་དུས་ལ་ད་དེ་དྲང་བདེན་མེད་པའི་གི་དེའི་ནང་ལ་གནས་ཚུལ་མང་པོ་ཞུ་ཅིག་བཀོད་བཞག་བ་རེད་གནས་ཚུལ་དཔེ་མང་པོ་བཀོད་བཞག་དུས་ལ་ཨ་ནི་ཁོ་ཕུན་ཚོགས་དབང་ཕྱུག་ཟེར་དེ་དྲང་བདེན་གྱི་ཆེད་དུ་རྦད་དེ་ཤག་དེ་ངེད་ཀྱི་སྐྱེ་བོ་ཞིག་ཡིན་དུས་ལ་ཁོ་རང་གི་བསམ་བློའི་ནང་ལ་ཁོ་རང་ད་ཅིག་སྐྱབས་མགོན་རིན་པོ་ཆེ་ཀྱིས་ཨ་ནི་བཙུགས་བཞག་པའི་གི་སྒྲིག་འཛུགས་འདིའི་ནང་ལ་ད་དམངས་གཙོ་དང་དྲང་བདེན་ཡང་དག་པ་ཅིག་འགྲོ་གི་ཡོད་པ་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་འཛམ་གླིང་ཁྱོན་ཡོངས་ལ་ཨ་ནི་རླབས་ཆེན་གྱི་སྐྱེས་བུ་དམ་པོ་ཅིག་ཡིན་དུས་ལ་སྐྱེས་བུ་དམ་པོ་དེའི་གི་རླབས་ཆེན་གྱི་བསླབ་བྱའི་འོག་ལ་འཚར་ལོངས་བྱུང་བའི་གི་མི་རྣམས་དྲང་ཤག་ཡོད་ཤག་ཤག་བྱས་ནས་ཁོ་རང་དེ་འདྲའི་གི་བསམ་བློ་ཞིག་ཡོད་རེད། ད་ཡིན་པ་ནི་དེ་ལས་ལྡོག་སྟེ་ད་ཧོར་ཟངས་འཇིགས་མེད་དང་བདེན་རྫུན་གྱི་དེབ་ནང་ལ་དྲང་བདེན་གྱི་ཕུང་བའི་བློ་ངོ་བ་ཟེར་ཏེ་ཞྭ་དགའ་བས་རྩོམ་གནང་པའི་གི་སྲིད་དོན་རྒྱལ་རབས་དེ་རྦད་དེ་རྐུ་མ་གྱོན་གྱོན་རེད་ཟེར་ནས། ད་ནི་དེས་མ་ཚད་པར། ད་དེབ་འདི་ཚོའི་ནང་ལོགས་ལ་ད་རྦད་དེ་དབུས་གཙང་གི་ད་ཅེ་དགའ་ལྡན་ཕོ་བྲང་ཁྱབ་ཁོངས་ལ་བཞུགས་མཁན་གཅིག་དམ་པ་དབུས་གཙང་ཆོས་ཀྱི་ལྷ་ལྷ་ས་བཞུགས་མིན་དེ་ད་རྦད་དེ་མིན་དམ་རྦད་དེ་མི་ཤེས་དེ་འདྲས་མེད་པས་ད་དེ་འདྲས་ཀྱི་རྩོམ་མང་པོ་ཅིག་ཐོན་པ་རེད། དེ་འདྲའི་ཅིག་མཐོང་ཡོང་དུས་ལ་ཕུན་ཚོགས་དབང་ཕྱུག་ཁོ་རང་དྲང་བདེན་ཀ་ལ་རྦད་དེ་ཕུལ་དུ་བྱུང་བའི་གི་ལྟ་དེ་གདོང་ལེན་གནང་ངེས་ཅིག་ཡིན་དུས་ལ་ཨ་ནི་ཁོ་རང་གི་ལྟ་དེབ་དེ་འཛུལ་གི་ཆེད་དུ་དགག་ཞག་གི་དེབ་འགྲོ་དེབ་ཟེར་ནས་རྩོམ་འགྲོ་ཅིག་རྒྱུ་ནི་སྲིན་བྱ་ཧོར་ཚང་འཇིགས་མེད་ཟེར་རྡ་རམ་ས་ལའི་གི་སྲིན་བྱ་ཧོར་ཚང་འཇིགས་མེད་ཟེར་གི་ཨ་ནི་ཤོག་ལོ་ཆུང་ཆུང་འདི་འདྲས་ཅིག་བྱས་པ་ཤོག་བྲང་ཁ་ཤས་ཅིག་ཡོད་པ། འདེབས་སུ་རང་མ་རེད། དེ་འདྲས་ཅིག་རྩོམ་བྱེད་རྒྱོབ་ནི་ཨ་ནི་དུས་བབ་ཀྱི་ཚགས་ཤོག་ལ་བསྐུར་རོགས། དེ་འདྲས་ཅིག་རེ་བ་རྒྱོབ་ནི་དུས་བབ་ཚགས་ཤོག་ནས་བསྐུར་ཡོག་མ་རེད། ཡིན་པ་ཡིན་ནས་ཁོ་རང་གི་ཨ་ནི་ད་དེ་འདེབས་སུ་མེད་པ་དེ་བཀྲམ་རེད་བཀྲམ་དུས་ལ་ད་ག་རེ་བྱས་པ་རེད་ད་དེའི་གནས་སྟངས་དེ་ག་འདྲས་ཅིག་ཆགས་པ་རེད།

ཨ་རིས་དུས་དང་མ་ཟད་སྤྱི་ཚོགས་ནང་ལོགས་ལ་ལབ་རིང་བཟོས་ཅན་སྤྱི་ཚོགས་ནང་ལོགས་ལ་ཨ་ནེ་ད་དེ་ནས་ཕྱག་མ་བཙལ་པ་ཟེར་ཡས་ཀྱི་རྒྱུན་རིང་པོ་ཞིབ་པོ་ཅིག་གི་རྗེས་ནས་ད་གནས་ཚུལ་འདི་གས་བྱུང་ཙང་བྱུང་བས་ཀྱི་རྗེས་ལ་ཁོ་ཚོས་ད་སྤྱི་ཚོགས་ཀ་རྡ་རམ་ས་ལ་ཀྱི་ས་ཆ་ཆུང་ཆུང་དེའི་སྒང་ལ་ཁོ་ཚོས་སྤྱི་ཚོགས་ནང་ལ་ལབ་རིང་བཟོས་དང་མི་བཟོས་བཟོས་ནི་ཨ་ནེ། ཕུན་ཚོགས་དབང་ཕྱུག་གིས་སྐུ་མདུན་ལ་ཕྱག་འཚལ་མ་སོང་སྟབས་ཁོ་རྦད་དེ་བསྡད་པ་ཡོད་མ་རེད་ཟེར་ཚིག་འདི་དོད་ཀྱི་བེད་སྤྱོད་བྱས་ནས་ཨ་ཕུན་ཚོགས་དབང་ཕྱུག་ལ་ཕུན་ཚོགས་དབང་ཕྱུག་གི་སེམས་པའི་ནང་ལ་སྐུ་མདུན་ཟེར་ད་ལྟ་ང་རང་ཚོ་གི་ད་ལྟ་ང་རང་ཚོ་གི་སྐུ་མདུན་སྐྱབས་མགོན་རིན་པོ་ཆེ་ལ་དད་པ་ད་རྦད་དེ། ཁོ་རང་སེམས་ནང་ལོགས་ལ་རྦད་དེ་ཉི་མ་ལྟ་བུ་དང་ཁོ་རང་གི་སྐྱབས་དང་མགོན་མཆོད་སེམས་ཀྱི་སེམས་པའི་ནང་ལ་དེ་ག་ཙན་ཅིག་ཁོ་རང་བྲིས་ཡོད་རེད། ཡིད་ཆེས་དང་བློས་འགེལ་ཁོ་རང་ལ་གུས་བཀུར་དེ་ཚོ་ཚད་ལས་བརྒལ་བ་ཡོད། དེ་ཡིན་པའི་རྐྱེན་གྱིས།

ཁོ་ལ་སྤྱི་ཚོགས་ད་ད་རམ་ས་ལ་མི་མང་པོ་ཅིག་གིས་ཁོ་ད་ཕིན་ཚོགས་དབང་ཕྱུག་ཟེར་ཀུན་སྒྲོལ་དད་པ་ཡོད་མ་རེད་ཟེར་སྤྱི་ཚོགས་ནང་ལབ་གླེང་དེ་འདྲས་བཟོས་རེད། ད་ཕིན་ཚོགས་དབང་ཕྱུག་གི་སེམས་ནང་ལ་ད་དེ་ལས་གནོད་སྐྱོན་ཆེ་ཞིག་བྱུང་ཡོད་མ་རེད་ད་རྐྱང་ཁོ་རང་གི་སེམས་པའི་ནང་ནས་ད་ཡུལ་ན་མེད་ན་དེ་གི་མཚན་ཐོག་ནས་ཁོ་ལ་རྒྱུག་པ་ལས་རྒྱུག་པ་དེ་འདྲས་ཅིག་ཕོག་ཡོད་བསམ་པའི་བསམ་པའི་ཡུལ་ཡོད་མ་རེད་ག་རེད་ཟེར་ན། སྐྱབས་མགོན་རིན་པོ་ཆེའི་མཚན་འོག་ལ་བཞུགས་མི་འདི་ཚོ་སྐྱབས་མགོན་རིན་པོ་ཆེ་གི་བསླབ་བྱ་ཞིག་ཐོབ་ཅིང་བསླབ་བྱ་བཟང་པོ་འདི་འདྲས་ཐོབ་ནས་དཔལ་དྲང་བདེན་གྱི་སྐྱེ་བོ་ཡིན་པ་ཅིག་ལ་ངོས་འཛིན་བྱེད་དགོས་པ་ཁོ་རང་གིས་ད་ཡིན་ནས་ཁོ་ཚོས་སྡིག་པ་མིག་བཙུམ་གིས་རྦད་དེ་ཕུན་ཚོགས་དབང་ཕྱུག་ག་ལ་འདུག་བྱས་ནས་སྐུ་མདུན་ལ་དད་པ་མེད་པའི་གིས་ཉེས་མིང་ཅིག་གཡོག་བྱས་ནས་ཨ་རིག་ཁོ་རྦད་རྡ་རམ་ས་ལ་ས་ཆགས་མ་བྱུང་རེད་ད། དེ་འདྲས་གིས་སྡུག་བསྔལ་ཅིག་ད་རྒྱལ་གཅེས་ཀྱི་དཔའ་བོ་དེ་འདྲས་ཅིག། དོན་མེད་ཀྱི་མེ་མདའ་དང་མཚོན་ཆའི་འོག་ལ་འཐབ་རྩོད་དག་ག་ཚད་བྱས་ནས་ཡོང་ནས་རྡ་རམ་ས་སླེ་བས་ཀྱི་བརྒྱུད་རིམ་ནས་རྡ་རམ་ས་ནས་གོ་ལ་དག་འདི་བརྐོས་དྲང་བདེན་གནས་ཚུལ་ཁ་ཤས་ཀྱི་ཆེད་དུ་ལངས་བས་ཀྱི་ཉེས་ལེན་ཉེས་པ་དེ་འདྲས་ཅིག་ཕོག་རེད་ད་གོ་ལ། ལྟ་སྐབས་དེ་དུས་ལ་ཁོ་ཅག་གིས་གོ་ཞིག་རྒྱོ། ཁོ་རེ་གོས་ཀྱི་མདུན་དེ་ལ་ལྕགས་པོ་རང་ཆག་ཅིག་བཟོས་རྗེས་ལྟ་དེ་འདྲའི་ཅིག་གི་ནང་ལ་དེད་པའི་སྐབས་ལ། དངོས་གནས་དྲང་གནས་ཀྱི། བཙན་བྱོལ་སྒྲིག་འཛུགས་ལ་ཡོད་པའི་གི་བདེ་སྲུང་ལྷན་ཁང་གི་ད་ལྟ་སྐུ་ངོ་ངོ་སྤྲུལ་ལགས་དེ་སྐབས་དེ་ལོ་དྲུང་ཆེ་རེད་ཨ་ནི་ད་ལྟ་དཔུང་པ་འདྲ་ཞིག་ལ་ད་ཁོ་ཚོ་མང་ཅིག་ཡོད་རེད་མང་པོ་ཞིག་ཡོད་རེད་ད་རྒྱུས་མངའ་ཡོད་ཕུན་ཚོགས་དབང་ཕྱུག་རྒྱུས་མངའ་ཡོད་ཕུན་ཚོགས་དབང་ཕྱུག་ཆབ་སྲིད་བཙོན་པ་ངོ་མ་ཡིན་པ་དེ་འདྲའི་གི་གནས་སྟངས་ཅིག་ཡིན་པ་ཡིན་ན་ཁོ་ཚོ་བསམ་པའི། དཔལ་མགོན་དང་བདག་ད་ཆས་ནི་འདྲེས་བསྡད་རེད་ད་བལ་ཡུལ་ནི་ལས་ཀ་དེ་ནས་དེ་འདྲས་ཀྱི་གཡོལ་བས་ཀྱི་བརྒྱུད་རིམ་ནས་ཆབ་སྲིད་བཙོན་ཟུར་ཅིག་རྡ་རམ་ས་ལ་དངོས་གནས་དྲང་གནས་ཀྱི་ས་ཆ་མོ་བྱུང་ད་ཁོ་རང་དཀའ་ངལ་འདི་སྐད་ཀྱི་ནང་ནས་ད་མཐའ་མ་དེ་ལ་འོ་ཐུག་ཅན་དེ་ཨ་རིར་བྲོས་གོ་ཆག་རེད།

ཨར་སི་སོགས་ལ་ཕྱིན་པ་རེད། དེ་སུ་ཙང་ཕྱིན་པ་རེད་ཟེར་ན་ད་ལྟ་ང་རང་ཚོ་ལྷ་རྒྱ་རི་ཚང་གི་ལྷ་རྒྱ་རི་གི་ལྷ་ལྕམ་སྐུ་ཤོག་ད་ལྟ་ཨ་རིར་བཞུགས་རེད་ཡོད་རེད་ཁོ་རང་ལ་སྐད་ཆ་དྲིས་ནས་འདྲི་གི་ཡོད་རེད་ལ་ལྷ་རྒྱ་རི་ལྷ་རྒྱ་རི་གི་སད་མི་སྐུ་ཤོག་ད་ལྟ་བོད་མི་མང་གི་སྤྱི་འཐུས་ལྷན་ལྷན་ཚོགས་ནང་ཡོད་རེད་རྣམ་པ་ཚོགས་ཀྱི་དྲི་ལ་བཀའ་དྲི་ཞུས་ནས་ཞུ་ཡས་ཡོད་རེད། འདི་འདྲས་གསུངས་ཙང། ཨ་ནི་ང་ཚོའི་གི་བཙན་བྱོལ་གི་སྤྱི་ཚོགས་འདིའི་ནང་ལ་ཐབས་སྐྱོ་ཤོས་དེ་ག་རེ་རེད་ཟེར་བ་ཡིན་ན་དྲང་བདེན་དེ་མེད་པའི་རྐྱེན་གྱིས་དཔེ་མི་སྲིད་གི་དཀའ་ངལ་ཞིག་འཕྲད་ཡོང་གི་རེད་ད་ཆབ་སྲིད་བཙོན་ཟུར་ཡོངས་སུ་ཚོགས་པ། ག་རེ་ཟེར་ན་བཙན་བྱོལ་སྤྱི་ཚོགས་ཀྱི་དྲི་གཞི་སྒྲོམ་གཞི་ཁུ་རོའི་སྒང་ལ་འཁོར་རུང་ཆབ་སྲིད་བཙོན་ཟུར་འགའ་ལ་དམིགས་བསལ་གྱི་ལྟ་རྟོག་མེད་པ་གཅིག་བྱས་འདི་ཙམ་མ་མཛད་པས་ཆབ་སྲིད་བཙོན་ཟུར་འགའ་ལ་རྒྱུས་མངའ་དེ་ཙམ་མེད་པ་རྐྱང་རྐྱང་ཆགས་ནས་ལས་ཀྱི་སྣེ་མོ་ཞུ་མཁན་ཚང་མ། དེས་རྐྱེན་པས་ཆབ་སྲིད་བཙོན་ཟུར་མང་པོ་ཅིག་ལ་དཀའ་ལས་དག་རང་བྱུང་བར་དར་མདོ་མང་པོ་ཅིག་གིས་འདི་འདྲའི་སྣང་བ་སྐྱིད་པོ་ལབ་ཀྱི་འདུག་དམངས་གཙོ་བཙན་བྱོལ་སྒྲིག་འཛུགས་ཀྱིས་ཆབ་སྲིད་བཙོན་ཟུར་དེ་ཚོ་ལ་དཔེ་ཡག་པོ་བྱས་ཤག་རེད། Australia ལ་དམིགས་བསལ་གྱི་བྲོ་ཡས་དེ་འདྲས་བཟོས་ཡོད་རེད། དེ་འདྲས་ཀྱི་སྐད་ཆ་བཤད་ཀྱི་འདུག་བ་དཔེ་ཐབས་སྐྱོ་བོ་མཐོང་འདུག་ངས་ཆབ་སྲིད་བཙོན་ཟུར་གྱིས་ཁོ་ཚོའི་གི་དམིགས་ཡུལ་འདི་མ་རེད་ཁོ་ཚོའི་གི་ཕུགས་བསམ་འདི་མ་རེད། ཁོ་ཚོའི་གི་ཕུགས་བསམ་དེ་ཕི་ནས་ཁོ་ཚོས་ང་ཚོ་བཙན་བྱོལ་ལ་ཡོད་པ་བྲག་རི་ལྟ་བུའི་གི་སྒྲིག་འཛུགས་ཅིག་ང་ཚོའི་རྒྱོབ་ལ་ཡོད་ཨ་བསམ་ནས་རྒྱ་ནག་གུང་ཁྲན་ཏང་ལ་ཁ་བསྟི་བྱ་རེ་བ་རེད། ཚུར་ལ་སླེབས་ནས་ཁོ་ཚོ་ལ་གུས་བཀུར་ཆེ་ཤོས་དེ་ག་རེ་ཡོད་ཟེར་ན་དམིགས་བསལ་གི་སྒྲིག་འཛུགས་ཅིག་བཟོས་རྗེས་ནས་ཁོ་ཚོ་མཉམ་དུ་ཡང་དག་པའི་གི་དམིགས་ཡུལ་ཡོད་པའི་གི་ཐོག་ནས་རྒྱ་ནག་གུང་ཁྲན་ཏང་ལ། མུ་མཐུད་ནས་ཁ་གཏད་ཆགས་ཡོད་མཁན་སྒྲིག་འཛུགས་ཀྱི་དགོས་མཁོ་རེད་ད་དེ་ཡོད་མ་རེད་བཙན་བྱོལ་སྒྲིག་འཛུགས་སྤྱི་ཚོགས་ལ་སྒྲིག་གཞི་ནི་བཙན་བྱོལ་སྤྱི་ཚོགས་ཀྱི་སྒྲོམ་གཞིའི་ནང་ལོགས་ལ། ཆབ་སྲིད་བཙོན་ཟུར་བལ་ཡུལ་འབྲས་ཆགས་ཚང་མ་ལ་ལྟ་ཅིག་ལྟ་སྟངས་གཅིག་པུ་དང་ངོ་བོ་གཅིག་པའི་ཐོག་ནས་ཨ་ནི Australia ལ་ལྟ་མཁན་གྱི་ཐབས་ལམ་གཅིག་བསྐྲུན་པ་ཙམ་གྱིས་རེད་དེ་ཉིན་རེའི་འཚོ་བ་ལ། སྟབས་ཕན་ཐོགས་གཏིང་ཚད་ཅིག་ཡོད་པ་ཙམ་གྱིས་མ་གཏོགས་ཁོ་ཚོའི་གི་ཕུགས་བསམ་དེ་གྲུབ་ཐུབ་ཡོད་མ་རེད། དེ་འདྲས་སོང་ཙང་ད་ལྟ་ར་ཡས་ང་ཚོ་ཕན་ཚུན་འོང་རྒྱུ་འདུག་ཟེར་ནས་དུས་ཚོད་མ་ཟིན་པ་ནས་གྲོངས་པ་དེ་ལ་ང་ལྟ་བུ་འགྲོ་བྱེད་ཀྱི་དངོས་གནས་དྲང་གནས་ཀྱི་འཐབ་རྩོད་བྱེད་མཁན་གྱི་མི་རིགས་འདིའི་གི་ཁ་ཆེན་ཅིག་རྒྱལ་བ་ལྟ་བུའི་གི་སེམས་སྡུག་བྱུང་དངོས་གནས་དྲང་གནས། ད་དེ་འདྲས་ཀྱི་གནས་སྟངས་དེ་འདྲས་ཀྱི་མི་སྣ་གཅིག་ལ་དཀའ་ངལ་དེ་འདྲས་བཟོས་རྗེས་མཐའ་རི་མཐའ་མ་དེ་ལ་ཨ་རི་ལ་ད་རྦད་དེ་ཀོ་ཀོ་སུད་སུད་བྱས་འགྲོ་དགོས་བྱུང་བ་རེད། དེ་འདྲས་གསུངས་ཙང་ད་ངས་ད་རེས་ཀྱི་དུས་ཚོད་ང་རང་གི་ད་ལྟ་དྲ་རྒྱ་འདི་བརྒྱུད་ནས་ག་རེ་ཞུ་འདོད་བྱུང་ཟེར་བ་ཡིན་ན། ཧོར་གཙང་བྱེས་མི་ཁོ་རང་ད་ལྟ་དེ་རེད་བ་རེད། ཁོ་རང་གིས་མ་མཐའ་ས་ནས་ཁོ་རང་ལ། མི་ཤེས་ཅིག་ཡོད་པ་ཡིན་ན་ཁོ་རང་གིས་ནོར་འཁྲུལ་དེ་ངོས་ལེན་བྱས། ཁོ་རང་གིས་ཡིག་ངག་གང་རུང་གི་ཐོག་ནས་ཕུན་ཚོགས་དབང་ཕྱུག་ལ་ཤ་བ་ཡིན་ནས་མ་འོངས་པ་ལ་བོད་མི་རིགས་ནང་ལོག་ལ་གནས་ཚུལ་འདི་མ་ལག་ཡོང་ཡས་ཀྱི་ཆེད་དུ་ཁོ་རང་གིས་ལུས་ངག་ཐོག་ཡིག་ངག་གཉིས་ཀྱི་ཐོག་ནས་གསལ་བཤད་ཅིག་བྱེད་ཐུབ་ན་ཡག་པོ་ཞིའུ་ཅིག་ཡོད་རེད། དེ་དང་གཅིག་གཉིས་པ་དེ་སྐུ་ངོ་དངོས་སྤྲོ་ལགས་ཡིན་ན་ད་ཁོ་རང་གི་ཕྱག་ལས་དཔེ་མི་སེར་གྱི་ཡག་པོ་གནང་བ་རེད་བཙན་བྱོལ་སྤྱི་ཚོགས་ལ་ཞབས་ཕྱི་ཡག་པོ་ཞུས་པ་རེད་ད་ཡིན་པ་ཡིན་ནས་ཕིན་ཚོགས་དབང་ཕྱུག་གི་སྒང་ལ་ཁོ་རང་གི་བཏང་སྙོམས་བྱུང་ཡོད་མ་རེད་དེ་ཡིན་དུས་ལ་ཁོ་རང་གི་ངོས་ནས་ཡིག་ངག་ཅིག་གི་སྒང་རུང་ཐོག་ནས་ཕིན་ཚོགས་དབང་ཕྱུག་ལ་ཅིག་གསལ་བཤད་ཡོང་ཡས་ཅིག་བྱུང་བ་ཡིན་ན་དངོས་གནས་དྲང་ངེས་ཀྱི་ཆབ་སྲིད་བཙོན་ཟུར་ཁྱོན་ཡོངས་ཀྱི་ད་ལྟའི་གི་སེམས་ཁམས་ལ་གནོད་འཚེ་ཕོག་བསྡད་པ་དེ་ལ་མ་མཐའ་ས་ནས་ཕན་ཐོགས་ཅིག་ཡོང་གི་རེད། ད་ནི་ཁོང་འདིར་ད་ལྟ་ཁོང་པོ་བཀྲ་ཤིས་ལགས་འདི་ཨ་རི་ལ་ཡོད་རེད་ཁོ་རང་རྟག་པ་ཐད་གཏོང་དང་དྲ་རྒྱ་ལ་ཕེབས་ཀྱི་འདུག་ངས་ཀྱི་འདི་ཁོ་རང་ལ་མ་མཐའ་ས་ནས་འཁྱོལ་གྱི་རེད་ཁྱོད་བཟུང་ན་ཁོ་རང་ངོས་ནས་ད་ཡིག་ངག་གང་རུང་ཐོག་ནས་གསལ་བཤད་ཆུང་ཆུང་ཅིག་བཅས་གནང་བཞག་པ་ཡིན་ན། དངོས་གནས་དྲང་གནས་ཀྱི་ང་རང་ཚོ་ཕན་ཐོགས་ཞིའུ་ཅིག་ཡོང་གི་རེད་ཁོ་རང་ཚོ་ངོས་ནས་དངོས་གནས་དྲང་གནས་ཀྱི་དེ་བྱུང་ཡོད་མ་རེད་བཏང་སྙོམས་རྩ་བ་ཉིད་ནས་བྱུང་ཡོད་མ་རེད་ཕུན་ཚོགས་དབང་ཕྱུག་ཙམ་མ་ཟད་པ་མ་ཚད་ཆབ་སྲིད་བཙོན་ཟུར་ཡོངས་སུ་རྫོགས་པ་ཁོ་ཚོའི་བཏང་སྙོམས་རྩ་བ་ཉིད་ནས་བྱུང་ཡོད་མ་རེད་དེ་ཡིན་དུས་ལ་ངེས་པར་དུ་གསལ་བཤད་དེ་འདྲས་ཅིག་བྱུང་ཐུབ་ན་ཧ་ལས་པ་ཡག་པོ་ཡོང་གི་རེད།

མ་འོངས་པའི་མདོ་སྨད་མི་དམངས་གཞོན་སྐྱེས་མང་པོ་བཅས་ཀྱི་ལ་ཕན་ཐོགས་ཡོང་ངེས་ཀྱི་ཆེད་དུ་སྨྱན་མང་རྒྱུན་ལས་སྐབས་ག་དེའི་སྐབས་ཡིན་ན་ཁོ་རང་ཚོ་ད་ལྟའི་གི་རྒྱུན་ལས་བདེན་རྫུན་དེ་རིགས་ཀྱི་སྐོར་ལ་ཕྱི་དྲན་ཞིག་བྱས་སྨྱན་མང་གི་དེ་དེ་ཕྱི་དྲན་ཞིག་བྱས་ནས་ང་རང་ཚོ་འགན་ཅིག་ཁིར་བྱས་ནས་དེ་ཕྱི་དྲན་ཞིག་བྱས། གསལ་བཤད་ཞིག་བྱས་བཞག་པ་ཡིན་ན། བོད་མི་སེར་གྱི་མ་འོངས་པ་ལ་ང་རང་ཚོ་གི་མི་རབས་གསར་པ་དེ་ཚོ་ཁོང་ཚོ་མཉམ་གནས་ཐུབ་ཡོད་དང་ཁོང་ཚོ་ལ་མཐུན་སྒྲིལ་ཡོང་ཡོད་ལ་ཕན་ཐོག་དཔེ་མི་སྲིད་ཆེན་པོ་ཡོད་རེད། ད་ལྟ་དེབ་ནང་ལ་མང་པོ་ཆེ་བཀོད་བཞག་པ་དེ་ཚོའི་ནང་ལོགས་ལ། ང་རང་ཚོ་གི་མི་རབས་གསར་པ་ལ་རྙོག་དྲ་སློང་བཞག་པ་ཅིག་དང་མི་རབས་གསར་པ་ལ་ཕན་ཚུན་ཡིད་ཆེས་མེད་པ་བཟོ་ཡས་ཀྱི་ཚིག་རྐྱང་རྐྱང་མ་གཏོགས་དེ་ཚོའི་ནང་ལོགས་ལ་བོད་རྩ་དོན་ལ་ཕན་པའི་ཀྱི་ཚིག་རྩ་བ་ཉིད་ནས་མི་འདུག་ད་ལྟ། དྲང་བདེན་གྱི་འཕོ་བའི་གློག་མ་བ་ཡིན་ནས་རེད། ཨ་རིས་དེ་དང་ཆབས་ཅིག་ད་ལྟ་ཧོར་ཚང་འཇིགས་མེད་དང་ཁོང་ཚོའི་གཙོ་བོ་བྱས་པའི་གི་མདོ་སྨད་ཀྱི་རྩོམ་པ་པོ་མང་པོ་ཅིག་གིས་རྩོམ་མང་པོ་ཞིབ་ཞིབ་བཀྲམ་གྱི་འདུག་ག་དེ་ཚོས་ཕན་ལས་གནོད་ཆེ་འདུག་ང་རང་ཚོ་ད་ལྟ་མདོ་སྨད་ཀྱི་གྲགས་ཅན་གྱི་མི་སྣ་མང་པོ་ཅིག་དབུས་གཙང་ལ་ཕེབས་དབུས་གཙང་ནས་ཨ་རིའི། དབུས་གཙང་མི་མང་གི་གོང་དུ་བུད། ཁོང་རྣམ་པས་ཀྱི་ཤེས་ཡོན་གྱི་དབུས་གཙང་མི་མང་སྣ་ཁྲིད་པ་མང་ཐག་ཆོད་བྱུང་ཡོད་རེད་དཔེ་ཆ་བཞག་ན་རྗེ་ཙོང་ཁ་པ་ལ་ཆ་བཞག་ན་བོད་ས་ཁྱོན་ཡོངས་ལ་སྐད་གྲགས་ཆགས་པ་དང་དེ་འདྲས་བྱུང་བ་འདི་དབུས་གཙང་གི་དམ་པ་དབུས་གཙང་ཆོལ་ཁ་ལ་ཕེབས་ནས་དབུས་གཙང་ནས་ཤེས་ཡོན་སྦྱང་ཡས་ཡིན་ནས་རེད་ཨ་ནི། འཇིག་རྟེན་གྱི་རིག་གནས། ཡོངས་སུ་རྫོགས་པ་བྱང་ཡས་བདུད་བསད་ནས་བྱུང་ནས་ཨ་ནི་ང་རང་ཚོ་གི་ད་ལྟ་མི་དམངས་ཁྱོན་ཡོངས་བོད་བོད་པ་གཅིག་གྱུར་ཁྱོན་ཡོངས་ཡོངས་ཡས་སྐྱབས་མགོན་རིན་པོ་ཆེ་ལྟ་བུ་ཡིན་ན་དབུས་གཙང་རང་ལ་ཤེས་ཡོན་བྱང་དབུས་གཙང་རང་ནས་བྱུང་ནས་ད་ལྟ་འཛམ་བུ་གླིང་དང་འདི་འདྲས་ཅིག་ང་རང་ཚོ་གི་གུས་བཀུར་བྱེད་ས་མ་ཚད་འཛམ་བུ་གླིང་མིས་གུས་བཀུར་བྱེད་ས་ཅིག་འདི་འདྲས་ཅིག་ཆགས་པ་རེད་མདོ་སྨད་ནས་ཕེབས་ཉིན་ད་ང་རང་ཚོ་ཚོགས་པ་པོ་ཁ་ཤས་ཅིག་གིས་དབུས་གཙང་གི་མི་འདི་མི་འདུག་དབུས་གཙང་མི་གིས་བྱས་མི་འདུག་དབུས་གཙང་མི་གིས་དྲང་བདེན་མི་འདུག་དབུས་གཙང་མི་ལ་མི་ཤེས་མི་འདུག་དབུས་གཙང་ནི་བ་ལང་སྤྱོད་དུ་བཅུག་པ་རེད་ཟེར་དེ་འཕྲལ་གྱི་ཚིག་དེ་འདྲ་བྲིས་བཞག་པ་ཡིན་ན། མི་རབས་གསར་པ་ལ་ཕན་ཡོད་ལས་གནོད་བྱེད་ཡོང་གི་རེད། དེ་འདྲའི་གསུང་ཚང་རྩོམ་པ་པོ་མང་པོ་ཅིག་གིས་ད་ད་ལྟ་ཧོར་གཙང་འཇིགས་མེད་གཙོ་བོ་བྱས་པའི་ཕིན་ཚོང་དབང་ཕྱུག་དེ་ཚོ་ལ་གུས་སྟོང་བཏང་བཞག་པ་དེ་ཚོ་དངོས་གནས་དྲང་གནས་ཀྱི་མི་རབས་གསར་པས་ཀྱིས་སྐྱུག་པ་རྦད་དེ་ཧ་ལས་པ་དཀའ་ངལ་བཟོས་བཞག་བ་རེད། དེ་ཚོ་ལ་དགོངས་པ་ཅིག་བཞེས་ཀྱང་ཁོ་ཚོས་གསལ་བཤད་ཅིག་བྱས། ཨ་ནི། མདོ་སྨད་ཆོལ་ཁའི་རྔི་མ་སྤི་ཚོགས་དབང་ཚུལ་གོས་དུང་བཏགས་བཞག་པའི་གི་ཨ་ནི། ལས་ཤོག་ཁག་བྲིས་བཞག་པ་དེ་ཚོ་ཕྱིར་དྲན་གནང་བྱེད་ཐུབ་ཡིན་ན་ཧ་ལས་པ་ཡག་པོ་ཡོག་རེད་བྱས་ནས་ངས་དེ་རིང་འདི་འདུག་བྱས་ནས་གན་ཅིག་ཁྱེད་ནས་བཤད་འདོད་བྱུང་སོང། སྤྱིར་བཏང་གི་ངས་གི་གཡོལ་དེ་ནི་འགྲིག་གི་ཡོག་རེད་ཡིན་མ་ཡིན་ནའི་ང་རང་ཚོ་མི་རབས་གསར་པ་ལ་འགྲིག་གི་མ་རེད་ལ་ད་ལྟ་སྤི་ཚོགས་དབང་ཚུལ་ད་མི་ཡུལ་འདི་ལ་བཞུགས་ཡོག་མ་རེད་དམ་པ་ཁོང་གི་ཟས་ཅི་ལ་ང་ཚོས་ལ་དྭགས་མ་རེད་དེ་གསུངས་ཙང་ངས་དེ་རིང་དངོས་སུ་དྲ་རྒྱའི་ཁ་ལ་འདུག་སྲིད་དོན་ཆེན་བཤད་དགོས་ཡོད་ཀྱི་རྒྱུ་མཚན་བདག་རང་ཡིན། ད་ངས་ཀྱི་ཚིག་དེ་ཚོ་བང་འགྲིག་པོ་དང་གཅིག་མ་ཆགས་ཀྱི་རྐྱེན་གྱིས་ཨ་ནི་འདི་ཙམ་དེ་བྱུང་ཡོད་རེད་དེ་གསུངས་ཙང་ད་ད་ལྟ་དེའི་ནང་ནས་ངས་ད་ལྟ་སྐུ་ངོ་དངོས་གྲུབ་ལགས་དང། དགོས་མཁོ་ད་ལྟ་ཁོ་པ་འདྲ་ཞིག་ལ་ཁོང་ཚོས་གསལ་བཤད་བྱེད་དགོས་ཀྱི་ཡོད་རེད་ཟེར་གི་རྒྱུ་མཚན་དེ་ཕན་ཚུན་དབང་གྱོ་སྐབས་དེ་དུས་ལ་ས་མ་ཆག་ཆོས་བཞག་པའི་སྐབས་དེ་དུས་ལ་དཀའ་ངལ་ཞི་བོ་ཅིག་གི་སྐབས་དེ་ལ་བདེ་སྲུང་གི་ལྟ་རྟོག་ཡོད་མ་རེད་དབུས་གཙང་གི་མི་མང་ཅིག་རེད་ཁོ་དབུས་གཙང་གི་ཁྱབ་ཁོངས་ཅིག་རེད་དབུས་གཙང་གི་ཆོལ་ཁ་ཡོད་ཟེར་གི་རེད་དེ་ཚོས་གང་ཡང། བས་འདི་ངོ་གདོང་དུ་འདོགས་ཆེན་དེ་རེད་རེད་ད། ལས་མ་དང་ཞིབ་ཅིག་བྱས་རེད་ཁོ་ཚོ་ཁྱེད་རང་གི་འདི། ང་ཚོ་ལྷོ་ཁའི་གི་སྐྱིད་སྡུག་ཡོད་ཟེར་ཁོ་རང་ལྷོ་ཁའི་གི་རྒྱབ་ཁུང་རེད། ལྷག་པར་དུ་ཁོ་མི་ག་འདྲས་ཅིག་རེད་ཟེར་ན། བོད་མི་མང་གི་བོད་པའི་གི་རྩ་དོན་ཆེད་ལུག་ཁ་ཆེན་ལྟ་བུ་ལངས་མཁན་གི་མི་ཅིག་ལ་དེ་འདྲས་གི་གནོད་འཚེ་ཕོག་འགྲོ་བའི་སྐབས་ལ། ཆོལ་ཁའི་གི་མིང་ཐོག་སྐྱིད་སྡུག་གི་མིང་ཐོག་སྒྲིག་འཛུགས་གི་མིང་ཐོག། ག་གེ་གེ། ཡོད་དེ་རེད་དེ། ད་ང་ཚོས་ངེས་པར་དུ་དེ་ཚོས་འདི་བྱེད་དགོས་ཀྱི་རེད། དེ་རིང་ངས་བཤད་ཙམ་གྱིས་རྣམ་པ་ཚོ་གིས་ང་ལ་ལན་ཅིག་རྒྱག་འདོད་ཁ་པོ་རེད། ང་ལ་ལན་ཅིག་རྒྱོབ་པའི་གི་ཕན་གི་མ་རེད་རྣམ་པ་ཚོ་གིས་ནོར་འཁྲུལ་ངོས་ལེན་བྱེད་དགོས་སྐོར་ད་ཐེངས་ཅིག་ཞུས་ཏེ། བྱས་ཙང་ང་ཚོ་ཆབ་སྲིད་ཀྱི་བཙོན་པ་གལ་ཆེན་མང་པོ་ཞིབ་མོ་ཅིག་ད་ཕྱི་རྒྱུད་ལུང་པ་ཁག་ལ་བེད་དེ་མགོ་མེད་ཚོད་མེད་ནང་བཞིན་གྱི་ད་ལྟ་ལྷག་བསྡད་དེ་སྐོར་རེད་ད། འདིས་ང་ཚོ་འཐབ་རྩོད་ལ་གྱོང་གུད་ཕོག་པ་རེད་ལ་བོད་མི་རིགས་ཀྱི་མ་འོངས་པའི་མདུན་ལམ་ལ་གྱོང་གུད་ཆེན་པོ་ཕོག་ཡོད་རེད་ཟེར་ནས་ད་ལྟ་ངས་དོན་དུ་དེ་ལྷག་པར་དུ་གནད་ནས་ཞུ་འདོད་བྱུང་སོང། ཨ་ནི། ཚང་མ་ཀློག་པ་ལ་ཨ་ནི་ཐུགས་རྗེ་ཆེ་དེ་རིང་གཞུང་འཕེན་མཁན་མང་པོ་ཞིའུ་ཅིག་འདུག་ཨ་ནི་རྣམ་པ་ཚོགས་ཀྱི་དྲི་བ་དེ་འདྲ་ཡོད་ན་མུ་མཐུད་ནས་དེ་མཆན་བཀོད་ཞོར་རོགས་གནང་ཡང་ང་རང་གིས་མ་འོངས་པ་ལ་ཡང་བསྐྱར་ཅིག་འབུལ་ཡས་ཀྱིས་འབད་བརྩོན་བྱེད་ཀྱི་ཡིན། ད་ནི་བྱེད་སྟངས་ཀྱི་ང་རང་སྐད་ཆ་བཤད་ན། དཔེ་མང་པོ་ཞིབ་ཅིག་རེད་དེ་ཡིན་ནས་ད་ལྟ་སྐད་ཆ་བཤད་ཡས་ལ། སེམས་ནང་ལ་ད་ལྟའི་གི་ཆ་ལ་ང་རང་ལ་རྒྱབ་རྟེན་མེད་པ་ལྟ་བུའི་གི་སེམས་ནང་ལ་དཀའ་ངལ་རྒྱུན་རིང་པོ་ཅིག་གསུམ་བསྡད་དེ་ཡོད། ད་ད་ལྟ་བི་མཚོ་དབང་ཕྱུག་ལགས་ཀྱིས་ད་ང་ཚོ་ལ་ག་རེ་བྱ་ཞོག་རེད་ཟེར་ད་ང་ཚོས་དེ་གཅིག་བརྟག་དཔྱད་བྱས་ཡོད་རེད་ག་རེ་བྱ་ཞོག་རེད་ཟེར་ན་ཕུན་ཚོགས་དབང་ཕྱུག་གིས་དམག་ས་མདུན་མ་ལ་འཐབ་རྩོད་བྱས་ནས་ཉམས་མྱོང་ཕྱོགས་ང་ཚོ་ལ་ལོ་རྒྱུས་དངོས་བྱུང་ལོ་རྒྱུས་ཅིག་བདེན་དཔང་འཕེལ་བར་བྱ་བྱ་རྒྱུ་ཅིག་ག་རེ་ཡོད་རེད་ཟེར་བ་ཡིན་ན་གོང་གི་བརྩམས་བྱ་བའི་གི་བརྩམས་དེབ་གསུམ་ཡོད་རེད་དེབ་གསུམ་གཅིག་གི་མིག་ཆུ་དང་རང་དབང་བྱེད་གཅིག་འཁྲུལ་སྣང་གི་མི་ཚེ་ཟེར་གཅིག་ཡོད་རེད་གཅིག་སྐྱུག་བྲོ་བའི་གི་འཇིག་རྟེན་ཟེར། ད་སྐྱུག་བྲོ་བའི་གི་འཇིག་རྟེན་ཟེར་འདིའི་ནང་ད་ཕུན་ཚོགས་དབང་ཕྱུག་ལགས་ཀྱིས་འདི་བྱུང་བ་ཁོ་རང་ལ་གནས་སྟངས་མང་པོ་ཅིག་དཀའ་ངལ་མང་པོ་ཅིག་བྱུང་བ་འདི་ལ་ཕྱོགས་སྡོམ་རྒྱོ་བཞག་ཡོད་རེད། བྱས་ཙང་ཕུན་ཚོགས་དབང་ཕྱུག་ལགས་ཀྱིས་བརྩམས་བཞག་པའི་གི་ད་ལྟ་དེབ་དེ་ཚོ་ང་ཚོས་སྤྱིར་བཏང་གི་མི་ཞིག་རྒྱུན་ལྡན་གྱི་མི་ཞིག་གིས་ག་རྒྱུ་ཟུང་འབྲེལ་གྱིས་སྙིང་གཏམ་བརྩམས་བཞག་པ་དེ་འདྲ་གང་ཡང་མ་རེད་ད། དེ་འདྲས་ཡང་ད་ལྟ་ང་རང་ཚོ་འཇིག་རྟེན་འགའ་ལ་ཆོས་པ་དེ་ཚོས་ཅིག་ཆོས་ཀྱི་ཐོག་ལ་འགྲིག་མི་འགྲིག་ངར་རྒྱས་ངར་རྒྱས་ཁེངས་དྲེགས་ཀྱི་དགག་སྒྲུབ་བྱས་བཞག་པ་དེ་འདྲས་གང་ཡང་ཡོད་མ་རེད། དེ་ཚོའི་ནང་ལ་ག་རེ་ཡོད་རེད་ཟེར་ན་ཁོ་རང་གིས་དམག་ས་མདུན་མ་ལ་དམག་འཐབ་འཛིང་བྱས་ནས་མི་ཚེ་སྤེལ་ཏེ་ཕུལ་དུ་བྱུང་བའི་གི་མི་ཚེ་གི་ལོ་རྒྱུས་དངོས་བྱུང། དྲན་པ་འཕེར་བའི་གི་བྱོལ་ཚིག་རྐྱང་རྐྱང་དེའི་ནང་ལ་ཚིག་གི་ཕྱུག་པོ་རྐྱང་རྐྱང་ཡོད་རེད་མ་གཏོགས། ཡང། སྤྱིར་བཏང་གི་ང་ཚོ་ད་དེབ་རྩོམ་མཁན་མང་དག་ཅིག་ཅིག་གསུངས་ཙང་མ་འོངས་པ་ལ་ཀློག་པ་པོ་རྣམ་པས་ཡང་ཅིག། དེབ་འདི་ཚོ་ད་རྦད་དེ་ཡོད་ཡོད་རེད་བསམ་པའི་གི་བསམ་བློ་བྱས་ནས་དེ་འདྲའི་ལྷོད་གཡང་དུ་ཤོར་བ་ཡིན་ན་དངོས་གནས་གི་ཕག་པོ་རེད། ལྷག་པར་དུ་འཐབ་རྩོད་བྱེད་མཁན་ང་རང་ཚོ་གི་མི་རིགས་ང་རང་ཚོ་གི་མི་ཐོག་གསར་པ་དེ་ཚོས་ངེས་པར་དུ་བལྟ་དགོས་པའི་གི་དེབ་ཅིག་ཆགས་བསྡད་ཡོད་རེད། དེ་ཚོའི་ནང་ལོགས་ལ་འཐབ་རྩོད་བྱེད་སྟངས་གི། བློ་སྐྱིད་ཡོང་རེ་ལ་ང་རང་ཚོ་གི་མི་བུ་དེ་ཚོའི་གི་སྙིང་སྟོབས། བློ་སྟོབས་དེ་ཚོ་ཚང་མ་འདི་གི་ནང་ལ་འཁོད་བསྡད་ཡོད་རེད། མི་བུ་དེ་ཚོས་བྱས་རྗེས་ག་འདྲས་ཅིག་བཞག་ཡོད་མིན་ང་རང་ཚོ་ལ་དངོས་གནས་དྲང་གནས་ཀྱི་ང་རང་ཚོ་གི་ནང་གི་མི་དེ་ཚོས་ལྟ་ན་བློ་སྟོབས་འཕེལ་ཡས་ཆེ་དང་དྲ་བས་ལྟ་ན་སྨད་བཅོས་ཤོར་ཡས་ཞེ་སྡང་སྐྱེ་དགོས་ཡས་དེ་འདྲས་ཀྱི་མི་རིགས་འདི་གི་གི་བློ་སྟོབས་དེ་དེ་ནང་འཁོད་བསྡད་ཡོད་རེད་དེ་འདྲས་སོང་ཙང་མ་འོངས་པ་ལ། ང་རང་ཚོ་གྲོགས་པོ་ལས་ཀྱི་མང་པོས་ཨ་ནི་དེབ་འདི་ཟིན་ཡས་ལ་དེབ་འདི་ག་གི་མིང་བཏགས་རང་རེད། སྐྱུག་བྲོ་བས་ཀྱི་འཇིག་རྟེན་ཨ་ནི་འཁྲུལ་སྣང་གི་མི་ཚེ་ཨ་ནི་ད་ལྟ། མིག་ཆུ་དང་རང་དབང་ཟེར་དེ་ཐོག་མར་དེབ་འདི་ག་གི་ཕན་ཚུན་འོང་རྒྱུ་ལ་ཁོ་རང་གི་དང་པོ་དེ་ལ་དྲན་བྱེད་ཀྱི་ཡོ་ལངས་ཟེར་དེ་རེད། ད་དེ་ཚོ་དངོས་གནས་དྲང་གནས་ཀྱི། ད་ལྟ་ང་དེབ་དེ་ཚོའི་ནང་འཁོད་བས་ཀྱི་ད་ལྟ་ང་ཙར་ལ་ཡོད་པ་གྲོགས་པོ་དེ་འདྲ་ཡོད། ཁོ་ཚོས་བཤད་དུས་ལ་ཕུན་ཚོགས་འོང་ཆུག་ཟེར་བདེ་སྐྱིད་སྙིང་སྟོབས་དེ་ཡིས་ག་རེ་བྱས་མིན་ཅིག་བཤད་ཡོང་དུས་ལ་དངོས་གནས་དྲང་ངེས་ཀྱི་ང་ཚོ་སེམས་ནང་ལ་ཟེར་རྒྱག་འདུག་དངོས་གནས་དྲང་ངེས་ཁོ་རང་མྱངས་པའི་གི་དུག་ཆུང་དེ་ཚོ། ཧ་ལས་པ་དེ་འདྲས་ཀྱི་དཀའ་ངལ་དེ་འདྲས་ཀྱི་ཐོག་ནས་བྱུང་ནས་ཁོ་རང་འདི་གས་ཐབས་ཚུལ་བྱས་ནས་དགྲ་བོའི་གི་ལག་ནས་ཤོར་ནས་གཉེན་གྱི་པང་དུ་འཛུལ་བར་དེ་གཉེན་གྱི་པང་དུ་དཀའ་ངལ་དག་རང་འཕྲད་ནས་མཐའ་མ་དེ་ལ་ང་ཚོའི་གི་ཆབ་སྲིད་བཙོན་ཟུར་ཁོ་རང་གི་ལང་ཚོ་ཡོངས་སུ་རྫོགས་པ་བོད་ཀྱི་སྤྱི་པའི་རྩ་དོན་ཆེད་དུ་ལྟ་ངན་གྱི་གང་ཟག་དེ་མཐའ་མ་མི་ཚེ་ཀྱི་ཚེ་མཇུག་དེ་རྦད་དེ་ང་རང་ཚོ་མ་སོང་ནས་སྡུག་ལས་རང་བྱས་ཅན་ཁོ་རང་འཚོ་བ་སྐྱེལ་ཅན་འདུག་ཟེར་ནས་གྲོངས་ཤག་ད་ཨ་རི་ནས་ལོ་ཚད་མ་མ་ཟིན་གོང་ནས་གྲོངས་དགོས་ཀྱི་རྒྱུ་རྐྱེན་དེ་ཚོ་ད་དེ་ཚོ་མང་པོ་ཅིག་འདྲེས་བསྡད་བ་རེད་བསམ་གྱི་འདུག་ངའི་བསམ་ཚུལ། འོ་དེ་འདྲས་ཅིག། ང་ཚོ་ཨ་ནེ་འདི་ཞུ་འདོད་བྱུང་སོང། ཨ་ནེ་ཐུགས་རྗེ་ཆེ། ད་ངས་མང་པོ་ཞིབ་ཅིག་བཤད་བཞག་པ་ཡིན། གཅིག་ཐང་གས་བཤད་ན་ད་ཅིག་ལོ་རྒྱུས་རེ་རེ་བཅས་བཤད་ན་ད་བཤད་ཚར་ཡས་མེད་པ་དེ་འདྲས་རེད་ད་ཁོང་གི་ལོ་རྒྱུས་དེ་ཚོ། ད་ལེགས་ད་ངས་དོ་འདོ་ཚིག་གཅིག་བྱེད་རོགས་གཅིག་འདུག། དེ་འདྲས་ཀྱི། བཙན་བྱོལ་སྤྱི་ཚོགས་འདི་གི་ལྐོག་གཡོ་དེ་འདྲས་ཅིག་བཤམས་ཐུབ་ཀྱི་ཡོད་པ་དེ། བདེན་དཔང་དེ་ག་རེ་བྱུང་རེད་ཟེར་ན། དམག་ས་མདུན་མ་ལ་ཕི་ཚོགས་དབང་ཕྱུག་དང་ད་ལྟ་དྲག་ཆེན་གྱི།

ད་ལྟ་མ་གྱུར་ཀྱང་ཁོ་གཉིས་ཁོ་རང་འགལ་བ་བཟོས་པ་རེད་ད་ལྟ་འབད། ཁོ་གཉིས་ཀྱི་འགལ་བ་དེ་ཧ་ལས་པ་གདུག་རྩུབ་ཆེན་པོ་ཞིག་མཐོང་གི་ཡོད་ངེས། གདུག་རྩུབ་འདི་འདྲའི་ཆེན་པོ་ཅིག་བཙན་བྱོལ་ནང་ལ་ང་ཚོའི་བཙན་བྱོལ་ནང་ལ་སྐྱབས་མགོན་རིན་པོ་ཆེ་གི་བསླབ་བྱ་ཐོབ་མཁན་གྱི་གང་ཟག་དེ་གས་ཀྱིས་བཟོས་པ་རེད་ད་ལྟ། དངོས་གནས་དྲང་གནས་ཀྱི་བློ་ཕམ་དགོས་ཡ་དེ་འདྲའི་གི་དཀའ་ངལ་བཟོས་ནས་ཕན་ཚུན་དབང་བྱུང་ལ་འབད་དེ་འབྲེལ་བ་བྱེད་ས་ཁོ་རང་ཧ་ལམ་མི་མང་པོ་ཞེད་སྣང་སྐྱེ་དགོས་ཡ་དེ་འདྲ་བཟོས་ནས་ད།

མཐའ་ན་སོ་སོས་ཀྱི་སྲོག་ཤོར་གྱི་ཡོད་ནས་སྐྱབས་མགོན་རིན་པོ་ཆེ་གི་མཚན་གང་བྱུང་གང་བྱུང་བེད་སྤྱོད་གཏང་གི་ཁོ་རང་མ་རེད་དེ་འདྲས་ཀྱི་གང་ཟག་ཅིག་གི་ག་ལེ་ཡོང་དུས་ལ་དངོས་ནས་དྲང་གནས་ཀྱི་སེམས་ཁམས་ལ་ག་ཚད་ཚད་ཀྱི་ཚོར་བ་ཡོང་ས་རེད་དེ་ང་རང་ཚོ་ཚང་མས་ཤིང་བརྒལ་གྱི་དཔལ་བརྒལ་ཆེན་པོ་ཅིག་ཆགས་བསྡད་ཀྱི་བ་རེད། ཨ་ནི་ཐུགས་རྗེ་ཆེ། ཨ་ནི་དེ་རིང་ངས་གནས་ཚུལ་གནས་ཚུལ་འདི་འདྲས་ཅིག་ག་ལ་ཞུ་དོགས་ཞོག་གི་ཡིན་ཨ་དེ་རིང་ཕན་ངན་མང་པོ་བྱུང་ཤག་རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན།